ཨ་ནི་དགག་བྱ་འདི་བཤད་ཡིན་དུས་ཁོ་ར་ཨོ། བློ་ལ་སྣ། ཐ་སྙད་དུ་རང་བཙན་བཞེས་མཁན་གྱིས་བློ་ལ་སྣ་ཡང་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་བསྒྲུབས་པ་དེ་ཨ་ནི་དགག་བྱ་ལ་བཞག་ཡོང་གི་ཡོད་རེད། ནང་རྒྱུད་ཆོས་ཤིག་ཕར་ངོས་ལ་ཡོད་བསྡད་པ་ཅིག་གིས། འདི་འདྲ་ཡིན་དུས། བློ་ལ་ཕུལ་ནས་ཕར་ངོས་ནས། ཁོ་ར་དོན་གྱི་ངོས་ནས་ཡོད་པ་ཅིག་ང་ཚོ་སྣང། ད་དེ། ཨེ་ནི། དོན་དམ་པར་རམ། བདག་དོན་བཙལ་ནས་གཉིད་སྐྱོད་འདོད་པ་ཞིག་བསམ་བློ། བདག་དོན་བཙལ་ནས་གཉིད་སྐྱོད་ཡོད་དོ་རུ་འདི་འདྲ་ཅིག། བསམ་ཡོད་འདུག་ཙང་ནས་ད་དེ། ཨེ་ནི་དགག་བྱའི་སྣང་ཚུལ་ཆགས་བྱས། གཙོ་བོ་ཡིད་ལུས་དགའ་ནས་བསམ་བློ་བཏང་ཡ་རེད་བསྡད་ཡོད་རེད། ད་ཐ་སྙད་དུ་རང་བཙན་མི་ཤེས་པས་བལྟ་བ་ན་ངས་ཁྱེད་རང་ཚོ་ལ་མང་བལྟས་ཡིན་དུས་ཙང་ནས། བལྟས་ཡིན་དུས་བདེན་པ་བདེན་རྐྱང་རེད། དགེ་འདུན་པ་ཚོ་རེད་ད་ག་ནང་བཞིན་གྱི་སྐྱག་འོག་ཚོ་རེད། དེ་བདེན་པ་རེད་སུས་བལྟས་ནས་བལྟས་ཏེ། ཐ་སྙད་དུ་གྲགས་པ་ཡིན་པ་གྲགས་པའི་དོན་ལ་ཐ་སྙད་པའི་ཚད་མས་མི་གནོད་པ། ད་ཆ་དུ་བ། ཡོད་རོགས་ད། ཡོད་རེད་དེ། དེ། ང་ལ་གནང་སྟངས་དེ་ཕར་ངོས་ནས་ཡོད་དེ་བ་ཞིག་ང་ལ་གནང་གི་ཡོད་རེད་ད་གནང་བ་ལྟ་ཏོ་གྲུབ་ཡོད་ན་ཕ། རྟགས་ཐོན་ཚད་ན་སེརབསར་འགྲོ་ག་ལ་དེ་སེརབསར་འགྲོ་གི་མི་འདུག་བ། རེད་དེ་འདྲ་ཡིན་དུས་ད། དགག་བྱ་དེ་མོ་དབང་ཤེད་ལ་གནང་ཟེར་ད་དེ་གང་ལེགས་ཡོད་རེད་ཁྱེད་རང་ཚོའི་ངང་ཡང་བལྟ་ཡི་འདུག་ཙ་ནས་ཡི་གེའི་བཞུགས་ཁྲི་སྒང་ལ་ཡ་རྒྱ་བར་མི་ཞིག་ཡ་བཞུགས་བཞག་ཟེར་ལབ་དུས་ཡི་གེ། ཞིག།

ངག་ཐོས་པའི་རྐྱེན་བྱས་ནི་ཨེ་ནི། ཨ་འདི་རྒྱ་གར་མི་ཚོས་བསམ་བློ་དེ་འདྲ་ཞིག་གཏང་གི་ཡོད་པ་འདྲ་བསམ་པ་ཅིག་གིས་རོབ་ཚོད་དཔག་བྱས་པ་ཞིག་རེད། ད་དེ། རྒྱ་གར་མི་ཚིག་གི་ལུས། རྒྱ་གར་མི་ཚིག་གི་ངག། རྒྱ་གར་མི་ཚིག་གི་ཡིད་ཟེར་དུ་ལབ་དུས་ཙམ་ནས། ད། ལུས་ངག་ཡིད་གསུམ་སུའི་རེད་ཟེར་ན་རྒྱ་གར་མི་ཚིག་རེད་ཟེར་བ་རེད་བ། ད་རྒྱ་གར་དེ་ག་བ་ཡག་རེད། རྒྱ་གར་མི་ཚིག་ག་བ་ཡག་རེད་ཟེར་ན། ཤཱཀྱའི་དགེ་སློང་བསྟན་འཛིན་རྒྱ་མཚོ་ག་བ་ཡག་རེད་ཟེར་ན། ཨ་ལས། ཟེར་ཡག་ག་འགྲིག་འདུག་བ། ཡི་གེ་བཞུགས་ཁྲི་གང་དུ་སྟེ་ལུས་འདིར་བ། རེ་བ་ཏཱ། ཨེ་ནི་ལུས་དེ། མགོ་འདི་ལུས་མགོ་དེར་གཟིགས་པ་རེད་ལག་པར་གཟིགས་པ་རེད་རྐང་པར་གཟིགས་པ་རེད་འདུག་འདུག་ལ་ཕྱིན་པ་ཡིན་ན། ཨེ་ནི། ཏཱ་མགོ་དེ་མི་ཡི་དང་པད་གོག་དང་འགྲམ་པ་དང་དུག་ཏོག་དང་ཕ་ཕ་ཕ་ཕྱིན་པ་ཡིན་ན། ཞག་གཅིག་ལ་མི་འདུག་ག། འདི་གཤམ་ལ་ཡོད་རེད་ད། དེ་དང་ལུས་དྲན་པ་གཉིས་ཤ་དུག་གཉིས་གོམས་ཡང་དེ་ཚོ་ག་དུག་ལྟ་ཅི་བྱ་བའམ་དོན་ཡོང་གི་རེད། ས་ད་དེ་འདྲ་ཡིན་དུས་ས་ནས་པ་སྣང་ཙམ་དེས་མ་ཚིམས་པར་བརྟགས་ན་ཁྱོད་ནི་གཉིད་ཡ་མེད་ཅེས་པ་ཞིག་གིས་འོ་དེ་འདྲ་ཡིན་དུས་ཨེ་ནི་མ་བརྟགས་མ་དཔྱད་པ་འཇིག་རྟེན་གྲགས་པའི་སྒོ་ནས་ཡོད་པ་རེད། ཁ་ཟི་ཤི་ཡ་དེ་རེད། དེ་ནམ་ཞིང་དེ་རྣམ་དཔྱད་བྱེད་པའི་རྣམ་འདུན་དབྱེ་བ་མ་ཡིན་ཞིང་དེ་ལས་གཞན་དུ་གྱུར་པ་འཇིག་རྟེན་གྲགས་པའི་སྒོ་ནས་ཡོད་པ་ཡིན་ས་ད་ད་འདི་གང་ལས་ཡོང་གི་འདུག་བ། དབུ་མ་རིན་ཆེན་ཕྲེང་བའི་ནང་དུ་བདག་རང་སོགས་འདུ་བ། ས་འདི་འདྲ་ཡིན་དུས་ཙམ་ནས་ལྟའོ། ལྟ་འདི། གང་ལྟར་ལྟ་གཞུང་འདི་ཡིན་རིགས་ལྟ་དགག་བྱ་འདེབས་པ་དབང་ཤེས་ལ་སྣང་གསལ་ལྟ་འདི་ནུས་པ་ཆེན་པོ་ཞིབ་ཅིག་རེད་ཤག། ད་ང་རང་ཚོ་འདི་ད་ད་ག་འདི་མཐོང་ལྡན་ངེས། ཅིག་གི་མྱོང་བ་འདི་ལུགས་ཡོང་བསྡད་པ་འདི་ཡིན་དུས་ཚང་མ་ལ་དོན་གྱི་ངོས་ནས་ཡོད་པ་ཅིག་ང་ཚོ་བློ་ལ་བཞག་ཡོང་གི་ཡོད་རེད་འོ་ད་དགག་བྱའི་སྣང་ཚུལ་འདི་རེད། རེད་ད། དང་དབུ་མའི་གཞུང་དབུ་མའི་ལྟ་ཚིག་དེ་ཚོའི་ནང་ལོགས་ལ་ཡ་སྐབས་རེ་ཨེ་ནི། དགག་བྱ་ངོས་འཛིན་པའི་ཁ་ཐུག་ལ་ཡ་ཨེ་ནི་ང་ཟེར་ནས་སོ་སོར་ཡ་མི། སྙོན་འདི་རྩུབ་པའི་ཁ་ཐུག་ལ་ཨེ་ནི་ང་ཟེར་ཡ་ཅིག་བློ་ལ་འཆར་གི་འདུག་ག་ད་འདི་འདྲ་སོང་ཡང་ཤི་འདུག་ག་ད་འདི། ཕལ་ཆེར་གང་ཟག་རང་སྐྱོན་ཐུབ་པ་འདི་ཕལ་ཆེར་འཆར་ཚུལ་ཆགས་གྲོགས་ཤིག་རོ་ཆིག་འདུག་ག་དེ་ཙམ་ཁེགས་པའི། གང་ཟག་གི་བདག་མེད་རྟོགས་དེ་ཡང་ཁག་པོ་རེད་གང་ཟག་གི། དགག་བྱ་ཕྲ་མོ་འདི་ཁེགས་ཡ་ཁག་པོ་ཞིག་ཀྱང་རེད། ས་དེ་འདྲ་ཡིན་དུས་རྟ་བ་དེ་ཚོ་ཁྲལ་ཏེ་ག་འདྲ་གཞུང་ཞྭ་འདྲ་འདུག་སྦྱངས་ནས་ཡག་འོ་ཅི་བལྟས་ཨེ་ནི་ཁུང་བསྒྲིགས་ནས་འགྲོ་ག་ཡག་རེད་ཤག་རེད་པ་ཨེ་ནི་ཚད་མའི་འཇོག་ཚུལ་མི་འདྲ་ཡོང་གི་ཡོག་རེད་སྐབས་འདིར་ཨེ་ནི་ག་ཚོགས་པུ་གའི། པའི་གཟུགས་འཛིན་མི་ཤེས་ལྟ་བུ་ཆགས་བྱ་ནི་ཁོ་ལ་ཡང་ལྟ། ང་ཚོ་བདུད་རི་བསླབ་པའི་ཁ་ཐུག་ནས་དེ་ཡོད་པ་ཡ། ཨེ་ནི། སྣང་ཡུལ། ཨེ་ནི། འཇུག་ཡུལ། ཞེན་ཡུལ་བཅས་ནི། ཡུལ་མི་འདྲ་མི་འདྲ་གསུང་གི་ཡོད་པ། གསུང་གི་འདུག་བ། ལྟ་བ་དེ་ཚོ་གལ་ཆེན་པོ་འདུག་བ། བྱས་ཙང་ཨེ་ནི། སྣང་ཡུལ་ཟེར་ནས་མི་འདུག་གསུང་ཡུལ་ཟེར་ནས་མི་འདུག་གང་ལྟར་ཅིག་སྣང་བ་ཅིག་ཆགས་ཡོད་འདུག་ཟེར་ནས་ཁོ་རང་བཙན་གནང་བསྡད་ཀྱི་ཡོད་རེད། གོ། རང་སེམས་སྣང་བ་དེ་དུར་ཁྲོད་ཡོད་ཤེས་པ། རེད་དེ་བློ་བདེ་གི། དཔེར་ན། དཔེར་ན་བུམ་ཆུ་རྟོགས་པ་དེ་ལ། བུམ་པ་རང་ངོས་ནས་ཡོད་པར་སྣང་ཡང་དུ་ཙཱ་ནས། གོ། རང་སེམས་སྣང་བ་ལ་དེ་དུར་ཁྲོད། རེད་དེ་བློ་བདེ་གི་བུམ་པ་བུམ་པ་རེད་བསམ་དྲན་བདེ་བ་དེ། མི་ལུས་བ་ཆགས་དེ་ངས་ཅིག། སེམས་དང་ཁྲོལ་བའི་ཤེས་པ་ཡིན་དེ་ངས་ཀྱི་ཚད་མ་བཞག་དེ་ཚོ་བསྒྲལ་ཏེ་པདྨོ་སེར་བའི་ས་གོ་རེ་བཞག།